ང་ཚོ་བོད་པ་མང་པོ་ཅིག་ནི་བཀག་ལ་འདི་འདྲ་ག་ཞུ་རྩིས་ཡོད་ར། ལོ་ཀག་རེད་ལ་འདྲ་ཡོད་ར། ལོ་ཀག་རེད་ལ་ནི་ད་མང་པོ་ཅིག་ཞེད་སྣང་སྐྱེ་དང་ཨ་ནི་ཅིག་སྡུག་ཅག་ཅིག་བྱུང་གི་རེད་ཟེར་བའི་རྔམ་འདྲ་ཞིག་སྐྱིད་ཏོ། ད་འོ་དེ་ལ་ཨ་ནི་ལོ་ཀག་ཡིན་ནའི་རེད་ད་ག་དུས་ནི་ལོ་ཉིས་སེ་ང་ག་ཚད་ཡིན་ནའི་ད་ཅིག་བཀག་དེ་སླེ་དུས་ཞེད་སྣང་འདི་མང་པོ་ཅིག་ལ་ཡོང་གི་འདུག་བསམ་གི་འདུག་ར། ཨ་ནི་འདི་ལ་ཨ་ནི་གདོང་ལེན་བྱས་ལ་མི་རྟག་པའི་གི་གོམས་ནི་ག་འདྲ་ཞིག་ནི་གདོང་ལེན་བྱུང་རེད་ཡང་ལོ་ཀག་ལ་དེ་ལ་ལྟ་ཕྱོགས་བཟང་ཕྱོགས་ནི་ག་འདྲ་ས་ལྟ་བ་རེད་ལ་ནི་དེ་ཅིག་ག་མི་ཞུ། ཨ་ལས་ལ་སོ།
དེ་ང་ཚོ་ལོ་ཀག་ཟེར་ཡ་དེ་རྩིས་གི་ཡོད་རེད་ཏན་ཏན་ཡོད་ཡོད་ཡིན་པ་རེད། ལོ་དཀར་ཟླ་དཀར་ཞག་དཀར་དུས་དཀར་ཟེར་ནས་དཀར་མང་པོ་ཞིག་བྱེད་ཐུབ། ད་ལྟ་རྩིས་ཀྱི་ཐོག་ནས་འགྲེལ་བཤད་བྱ་དགོས་རེད། ད་ལྟ་འདི་མི་རྟག་པར་བསམ་སྟངས་པ་ཡིན་ན་ག་དུས་ཡིན་ན་དཀར་རེད་ང་ཚོ། ཅེས་ནས་མ་ཤེས་པར་དུ་དཀར་ཅང་ཅང་ཐུག་དུས་རེད་ད། ད་གི་ཕྱི་ཆེན་མང་ཞིག་སུན་སྐྱེས་ཤིན་ཏུ་ཉུང་བ་ལགས་དུ་བ། ཡིན་ན་རྩིས་ནང་ནས་ལོ། ག་རེད་ད་ལོ་བཅུ་གཉིས་པར་དཀར་རེད་མ་ལེགས་མ་རེད་དོ། ཨོ་ཟེར་རེད་དེ་ཡང། དཀར་ཉུང་ཉུང་རེད་ཤག་ལོ་གཅིག་ལ་ཟླ་བ་གཅིག་ལ་ཟླ་དཀར་གཅིག། ཞག་བཅུ་གཉིས་ནང་ལ་ཞག་དཀར་གཅིག།

དེ་ལྡོག་ཐབས་ཡོད་བསམ་པའི་སྤོབས་པ་དེ་བྱེད་དགོས་རེད། ལྡོག་ཐབས་ཡོད་ངེས་གར་བྱེད་ཡིན་ཟེར་ང་རང་ཚོ་ནང་པ་སངས་རྒྱས་པའི་དཀོན་མཆོག་སོང་ནས་སྐྱབས་གནས་ཡང་དག་ཟིན་མཁན་ཅིག་གིས། ཆུ་ནང་དང་འགྲུལ་བསྐྱོད་ཀྱི་གོ་སྐལ་ཡོད་མཁན་ཅིག་ངོས་ནས་ནི་བཀག་ག་ཚད་མང་ན་ཡག་འདུག་བསམ་སྤོབས་པ་བྱེད། བཀག་དེ་བཀའ་ཁྲི་ལ་བརྟེན་ནས་ངས་ཆུའི་འགྲུལ་བསྐྱོད་ཀྱི་གོ་སྐལ་སྦྱིན་སོང་བསམ་ནས། དེ་སྤོབས་པ་དེ་བྱེད་པ་ཡིན་ན་ནི། འགྱིག་པ་རང་འགག་བ་དེ་ཡོང་གི་མ་རེད། ང་ཚོ་ནང་ཆུའི་བཀྲག་བསྡད་པ་མང་པོ་ཅིག་བཀྲག་མདངས་མ་ཤེས་ནས་དཀའ་ངལ་འཕྲད་དེ་ཡག་རྒྱུ་རེད། དེ་ལས་འགྱིག་པ་རང་འགག་བ་ཟེར། འགྱིག་པ་རང་འགག་བ་ཟེར་ན་ཕན་ཐོགས་ཡོད་མ་རེད་དེ་ལས། ང་ཚོ་དཔེ་ཆ་ནས་ཤེས་བྱ་ངེས་ཀྱི་འགྱིག་པ་དེ་ལས་འགྱིག་པ་ཡང་དག་པ་རེད། རྒྱུ་མཚན་དེ་ལྡན་པའི་སྒོ་ནས་དངོས་ཡོད་གནས་ཚུལ་དེ་ལྡོག་ཐབས་ཡོད་མཁན། དེ་འདྲའི་ཅིག་སྒོ་ནས་བཀྲག་ཤེས་པ་ཡིན་ན་ནི་གོ་ལ། ང་ཚོ་ལ་འགྱིག་པ་རང་ག་བ་གི་ནང་ཤི་གསན་ལ་ཡ་དཀའ་ངལ་འདྲ་གྱི་ཁྲོད་ནས་འུ་ཐུག་མྱ་ངན་འདྲ་དེ་ཡོང་གི་མ་རེད། བཀག་དེ་རེད་བརྒྱ་ཆ་བརྒྱ་རེད་ཡིན་ན་ཡང་བཀག་དེ་ལྡོག་ཐབས་ཡོད་ཙང་དཀོན་མཆོག་ལ་སྐྱབས་སུ་འགྲོ་དགོས་ཡ་ཞབས་བརྟན་ཀུ་རེ་བྱེད་དགོས་ཡ། དེ་འདྲའི་དགོས་མཁོ་སྤྲད་མཁན་གྱི་མཐུན་པའི་རྐྱེན་གྱིས་རེད་ཤག་བསམ་ནས་ཁོ་ལ་དགའ་བ་དགོངས་ཡོད་རེད། མི་རྟག་པ་ཟེར་ཡ་དེ་ང་རང་ཚོ་ལ་ག་རེ་མི་རྟག་པ་བསྒོམ་པ་ལ་དེ་ནི་ག་རེ་གོ་སྐལ་ལེན་གི་རེད་ག་རེ་ཁེ་བཟང་ལེན་གི་རེད་ཟེར་ན། ནང་ཕྱིའི་ངེས་མེད་ཕྱི་ཡི་འཇིགས་པ་ལ་བཀྲག་མདངས་ཤིང་པའི་སྒོ་ནི། ཕྱི་བ་གི་སྡུག་བསྔལ་ལྡོག་ཐབས་དང། ཕྱི་ནི་ངན་འགྲོར་མི་འགྲོ་ཡ་གི། གོ་སྐལ་བཟང་པོ་དེ་ལེན་པའི་སྟེང་ནི། ཨ་ནི་སོ་སོ་མི་རྟག་པ་བསྒོམ་པ་ལ་གྲུང་དྲི་དེ་ལག་པ་ནས་སོ་སོ་ན་སྤོབས་པ་ཡོད་རེད་དེ་ནི། འོ་ད་ག་དུས་ཕྱི་ན་ཕྱི་ན་འཇིགས་པ་མེད་པ་བཟོ་ཡོད་བསམ་པའི་སོ་སོ་ལ་གདིང་པོ་ལེགས་ཐུག་ཡ་གི། གྲ་སྒྲིག་འདྲ་མང་བཟོ་ནས་བྱེད་ཡ་གི་ཅན་ལ་འགྲོ་ཐུག་དགོས་རེད་མི་རྟག་པ་བསྒོམ་ད་འདྲི་དེ་ཡོད་རེད། མ་གཏོགས་པ་མཐའ་བཞིའི་སྨན་སྦྱོར་ནི་ཤི་ནས་ཕྱི་གེགས་དུག་སྲང་ནི་འཇིག་པ་རང་ག་བ་དེ་རེད་ད་དེ་གི་དཀའ་ངལ་བྲལ་གེར་ཕན་ཐོག་གཡོ་མར་དེ་དེ་ལས་འཇིག་པ་རང་ག་བ་སྲི་ད་གོ་སོང་ང་ང་རང་ཚོར་བརྟག་དུ་ཡོད་རེད་ཆུ་ཤི་མཁན་གཅིག་དང་མི་ཤི་ངེ་གཉིས་དེ་ཕྱི་ཁ་ལང་མོ་དེ་ལ་དེ་ནི་གཅིག་གི་འཇིག་པ་ཆུ་ནི་འདྲ་གི་མ་རེད། ལི་ཇུན་གྲིའི་སྐྱེ་བ་ང་ཆེ་དཀོན་མཆོག་ཁས་མི་ལེན་མཁན་མི་དེ་ཤི་ཡ་ལ་གཅིག་སྐྲག་སོང་ན་ནི་དཔེ་སྐྲག་ཡ་དེ་ལ་དཔེ་འཇིག་པ་རང་ག་བ་དཀའ་ངལ་ཞིབ་བརྗོད་རེད་ཧང་སང་ཡ་བརྗོད་རེད་དེ་ལ་ཡ་ཕན་ཐོག་ཡོད་མ་རེད་སྡུག་བསྔལ་ནི་སྡུག་བསྔལ་རང་ག་སྡུག་བསྔལ་རང་རེད་བྱུང་རང་རེད་དེ་ལ་དེ་རིང་མ་སང་ན་ཡག་གི་རེད་དེ།

ཨ་ནི་ངའི་བཀའ་དེ་ལ་ཡང་ནི་གདོང་ལེན་ག་རེ་བྱེད་ཟེར་ཏེ་ད་ད། དྲི་བ་ཡག་པོ་འདུག་དེ་དངོས་གནས་འདུག། གདོང་ལེན་བྱེད་སྟངས་འདི་ངེད་ལ་ཡིན་པ་ད་བཀའ་ཤག་དེ་དེ་ལོ་རྗེས་མ་ང་བཀའ་ཡིན་ཡིན་ནས་བཀའ་དེ་མི་ཡོང་བའི་དོན་དག་ངས་ཞབས་བརྟན་འདི་བྱེད་དགོས་ཀྱི་ཡོད་ཐབས་ཤེས་འདི་བྱེད་དགོས་ཀྱི་ཡོད་གྲ་སྒྲིག་འདི་བྱེད་དགོས་ཀྱི་ཡོད་ད་བཀའ་གླེང་ན་ཡང་རྣམ་དག་མེད་སངས་སངས་ཀྱི། དེ་ནི་བྱས་པ་ཡིན་ན་ནི་བཀའ་དེར་དོགས་འདྲི་རེད་ལ་ཨ་ནི་སོ་སོ་ལས་དཀའ་ངལ་འཕྲད་ཀྱི་མ་རེད། དུས་རྒྱུན་དུ་མི་རྟག་པ་དགོངས་སྟངས་དེ་རེད་ཟེར་ངེས་ད་གིན་ངས་ད་ལྟ་ཁྱེད་རང་དྲི་བ་དེ་ཡག་པོ་འདུག་འགྱིག་བ་རང་འགའ་བ་ནི་དམར་ཤོག་བ་བྱས།